ཨོ་རྣམ་པ་ཚོ་ཚང་མར་བཀྲ་ཤིས་བདེ་ལེགས་དེ་ནི་ད་ང་ཚོ་ད་ལྟ་བར་གྱི་ཨ་ནི་སློབ་ཁྲིད་བྱེད་བཞག་ཕྱོགས་ཀྱི་ནང་ལོགས་ནས་ད་ཅི་གོ་ཞིག་བཟོས་བཞག་ན་ད་བོད་ང་ཚོ་འདི་ལྟར་གྲུབ་ཟིན་ན་ག་འདྲ་ཞིག་རེད་འདི་ཅེས་རེད་བ། དེའི་རྗེས་ལ་ཚན་རིག་ལབ་ན་ག་འདྲ་ཞིག་རེད་རེད་གི་ཡོད་མི་འདི་བྱས། ཨ་ནི་ཚན་རིག་གིས་དཔེ་མཚོན་འདི་ཚན་རིག་གིས་ད་གནས་ཚུལ་འཚོལ་བའི་ཐབས་ལམ་གྱི་དཔེ་མཚོན་འདི་ཉི་མའི་ཁྱིམ་རྒྱུད་ཀྱི་དཔེ་མཚོན་ཅིག་བཞག་རེད་བ།

ད་སྤྲོ་ལོའི་མིག་གིས་ཁ་ལོ་ད་འཛམ་བུ་གླིང་ཁྱོད་ལ་བྱས། ཨ་ནི་འདི་ནི་མ་གླིང་ཕྲན་གཞན་བག་ཟོས་འདི་ཨེ་ཟིན་ཀོ་ར་རྒྱག་གི་ཡོད་རེད། ཨ་འདི་ཉི་མ་འདི་ཟླ་བ་དེ་འདྲས་ཟིན་འདི་ཀོ་ར་རྒྱག་གི་ཡོད་རེད། སྐད་ཆ་ཞིག་རྒྱག་རོགས། དེ་རྗེས་ལ་ཀོ་པོ་ནི་ཀཱས་ཀྱིས་ཨ་འདི་ཉི་མ་ཁྱོད་ལ་མ་འཛམ་བུ་གླིང་ཁྱོད་ལ་མ་རེད་ཉི་མ་ཁྱོད་ལ་ཆགས་ཀྱི་ཡོད་རེད་ལ་ནི་དེའི་ཁུ་ཚོར་ནས་སྐད་ཆ་ཞིག་རྒྱག། ཨ་ནི་ཉི་མ་ཁྱོད་ལ་ཆགས་ནས་ཉི་མ་ལ་ནི་ཀོ་ར་རྒྱག་མཁན་འདི་སྐྱ་འཛམ་བུ་གླིང་དང་དེ་མིན་གྱི་གླིང་ཕྲན་གཞན་པ་དེ་ཚོ་ཡང་སྐོར་ར་ཡོང་གི་ཡོད་རེད། དེ་ནི། འདི་སྐོར་ར་རྒྱལ་བས་བྱས། དེ་ནི་འདི་བྱས་ལ་དེ་ནི། འདི་སྐོར་ར་ཡི་རྐྱེན་གྱིས་ཨ་ནི། སྐྱོ་བ་ཡ་དེ་གང་འདྲ་ཡོང་གི་ཡོད་ཟེར་ན། དེ་ཚོ་མགྱོགས་མགྱོགས་འགྲོ་རྒྱུ་བསམ་པ་ལ་ཨ་ནི་དེ་ཚོ་ག་ལེར་ཚ་ཟེར་འགྲོ་གི་རེད། དཔེར་ན་གཟའ་པ་སངས་གནས་འདི་གཟའ་མིག་དམར་འདི་ནི་གྲོགས་པོ་ཁོ་ར་བརྒྱ་ཡོད་འདུག་བསམ་པ་ལ། ཨ་ནི་འཛམ་བུ་གླིང་དང་ཨ་ནི་གཟའ་གཞན་པ་དེ་ཚོ་ཨ་ནི་དེ་དང་པོ་ཡར་འགྲོ་དེ་ནས་མར་འགྲོ་ཡར་འགྲོ་ཞེས་ནས་ཁྱོ་ཨེ་ཡིན་མཐོང་སྣང་འདི་འདི་སྣང་བ་ཤ་ཡ་དེ་འདི་འདྲ་ཆགས་ཀྱི་ཡོད་རེད་ཟེར་ནས་འོན་ཏེ་ཁོ་ནི་འགྲེལ་བཤད་རྒྱ་ཡ་གཅིག་ཡོང་དགོས་རེད། འོན་ཏེ་བྱས། དེ་ནི་ད། ད་འདི་བྱས་ལ་ད་ང་ཚོ་དེ་རིང་གི་འདི་ག་རེད་ཟེར་བ་ཡིན་ན། དེ་ནི། ད་ན་ཚ་ཡི་སྒོ་ནས་དཔེ་དཔེ་མཚོན་ཞིག་རེད། ད་ང་ཚོ་ནི་ད་དཔེ་མཚོན་གཞན་ཞིག་གི་སྒོ་ནས་ནི་ད་ཚན་རིག་གི་རྟགས་ཅན་བྱེ་ཐང་གི་ཐབས་ལམ་གྱི་སྒོ་ནས་ཅིག་བལྟ་བ་ཡིན་ན། དེ་ནི་ག་རེ་ཟེར་བ་ཡིན་ན་ད་ང་མ་ར་གྲུ་གཟིངས་བཟོས་ནས་ད་ས་ཆ་ཐག་རིང་པོ་དེ་འདྲེ་ལ་ནི་བགྲོད་ཡོད་ཀྱི་ད་དུས་ཚོད་ཅིག་སླེབས་ཡོང་དུས་དེ་ནི་ད་འགྲོ་འོན་ཙང་ཉིན་མ་མང་པོ་ཞུགས་ད་གྲོས་མཐུན་ནང་འགྲོ་དགོས་ཀྱི་ཡོད་རེད། དེ་འགྲོ་དུས་བསམ་པ་ལ། དེ་ཕ་རག་དེ་བ་ཞིག་ནས་ཨ་ནི། གྲུ་གཟིངས་ནང་འོག་ལ་མི། ཨ་ནི་ད་གྲུ་པ་ཟེར་བ་རེད་དང། དེ་འདྲས་ཀྱི། གྲུ་གཟིངས་ནང་ལ་བསྡད་མཁན་གྱི་མི་མང་པོ་ཞིག་ལ་ན་བཟའ་གསར་བ་ཞིག་ཕོག་བ་ཅིག་བྱུང་ཡོད་རེད། ད་ན་བཟའ་དེ་གི་རྟགས་མཚན་ག་རེ་ཡིན་སྐོར་ཟེར་བ་ཡིན་ན། ཨ་ནི་མི་དེ་ཐང་ཆད་པ་འགྲོ། ཨ་ནི་མིད་པ་ཚ་ཤ་རྒྱབ་པས། དེ་ནི་སོ་བྷི་དྲོའི། ཨ་དྷ་མ་ཏཱ་མ་ཏཱི་ལ་ཤི་དྲོའི་དེ་འདྲས་ཀྱི། ཨ་ནི། དང། གནས་འགྱུར་གྱི་གནས་ཚུལ་དེ་འདྲས་མང་པོ་ཡོང་གི་ཡོད་རེད། ད་དེ་ན་ཚ་དེ་གི་མིང་ལ Scurvy ཟས་ན་ཚ་འདི་རེད། ད་དེ། ན་ཚ་དེ་ལ་ནི་བཅོས་ཐབས་ག་རེ་ཡོད་ད་མང་མི་མང་པོ་ཅིག་གིས་དེ་གི་བཅོས་ཐབས་མང་པོ་ཚེ་འདི་མང་པོ་བྱས་ཡོད་རེད་དེ། ད་ཡིན་ན་ཡང་དངོས་གནས་ཨ་ནི་སྨན་འདི་གི་ད་དངོས་གནས་བཅོས་ཐབས་འདི་གི་ད་དངོས་གནས་ཕན་ཐོག་གི་འདུག་ཟས་ཡི་བཅོས་ཐབས་དེ་ག་འདྲས་ཞིག་རེད་དེ་ཚེ་ཐང་ག་འདྲས་ཚེ་དགོས་ཀྱི་རེད་ཟས་དེ་ཚེ་རིགས་ལམ་ལུགས་ཀྱི་ཐོག་ནས་ཚེ་ཐང་གི་འགྲོ་བ་ཡིན་ན།

མཐར་སྡོམ་འཇུག་སྡོམ་འགྲོ་ག་རེ་རྒྱབ་ཐུབ་ཡོད་ཟེར་བ་ནི་ལིམ་བུ་ཆུ་འདི་ལ་ཨ་ནི་སྐར་བུའི་ན་བཟའ་འདི་གྲགས་ཐུབ་ཀྱི་འདུག་ཟེར་ནས་བདེ་སྐྱིད་སྐད་ཆའི་རྣམ་གཞག་ཅིག་ཅེས་བཀོད་ཀྱི་ཡོད། མཐར་སྡོམ་འཇུག་སྡོམ་འདི་བྱིན་བར་ད་གང་ལྟར་ལིམ་བུ་ཆུ་ཟེར་ནས་ལིམ་བུ་ཆུ་ཁོ་རང་རང་གིས་ད་ཕན་སྲིད་ལ་ནི་གང་ལྟར་ལིམ་བུ་ཆུ་ཁོ་རང་ནང་འོག་ལ Citrus ལའི་གྱི་སྐྱུར་རྫས་བྱིན་ཡོད། དེ་སྐྱུར་རྫས་འདི་གྱིས་ཨ་ནི་ཕན་ཐོགས་ཀྱི་ཡོད་ད་ཅིར་སྐྱུར་རྫས་གང་བ་ཡོད་པ་ཡིན་ན་དེ་ཆ་ཚང་གིས་ཕན་ཐོགས་ཐུབ་ཀྱི་རེད།

འདི་དག་ནི་ཟས་རིགས་ནས་རེད་བཏུང་རིགས་ག་རེ་ནི་དམིགས་བསལ་ཞིག་སྤྲད་དགོས་འདུག་ཟེར་ན་འདི་རྣམས་བཞག་ཤར། ད་དམིགས་བསལ་ག་རེ་སྤྲད་ཟེར་བ་ཡིན་ན་ལིམ་བུ་ཆུ་སྤྲད། ལིམ་བུ་ཆུ་སྤྲད་ནས་ཚོད་ལྟ་བྱེད་ཡོང་ཆོག་བསམ་པ་ལ་ང་ཚ་གྲགས་ཡོང་དགོས། འདི་གིས་ཨ་ནི་ང་ཚོའི་གྲུབ་དོན་ག་རེ་ཟེར་ན་ལིམ་བུ་ཆུ་གིས་ནད་ཚ་དེ་དྲག་ཐུབ་ཀི་འདུག་ཟེར་ནས་གྲུབ་དོན་འདི་བྱ་ཡ་ཞེས་པ་རེད། འོན་ཏེ། ད་འདི་གིས་ད་ང་ཚོ་དཔེ་མཚོན་འདི་དང་ད་འདི་ནད་ཚ་ཚེ་ཐང་གི་སྟེང་ནས་སྐབས་རེ་ནད་ཚ་ཨ་ནི་དྲག་ཡས་ཀྱི་ཆེད་དུ་ལིམ་བུ་ཆུ་སྤྲད་དུས་བསམ་པ་ལ་རུ་ཁག་གཉིས་དགོས་ཀི་འདུག་བརྟག་དཔྱད་རུ་ཁག་དང་བརྟག་འཛིན་རུ་ཁག་ཟེར་འདི་གནད་འགག་ཅིག་ཆགས་ཀི་ཡོད། ད་དེ་འདྲ་ཁོ་ཚོས་རྡོག་རྡོག་ཅིག་ག་རེ་ཟེར་བ་ཡིན་ད་ང་ཚོ་ཚན་རིག་ལ་ན་ག་འདྲ་ཞིག་ལབ་ཀྱི་ཡོད་རེད་འདི་ད་ལྟ་བོད་ཤོད་ཤོད་སྤྲོ་ཡོད་རེད་བ། ཨ་ནི་དཔེ་མཚོན་ག་རེ་ཡོང་དགོས་ལབ་ན་ད་ཉི་མའི་ཁྱིམ་རྒྱུད་ཀྱི་རྣམ་གཞག་གི་དཔེ་མཚོན་ཅིག་བྱས་ཡོད་རེད་ཨ་ནི་ཨ་ནི Scurvy ན་བཟའ་ཀྱི་ཨ་ནི་བཅོས་ཐབས་ཀྱི་དཔེ་མཚོན་ཅིག་ཡོང་དཔེ་མཚོན་གཉིས་ཡོང་རེད་བ། དཔེ་མཚོན་གཉིས་ཀ་ནང་ནས་གཙོ་བོ་ག་རེ་ཡོང་དགོས་ལབ་ན་དངོས་གཞི་བརྟག་དཔྱད་ཀྱི་རིམ་པ་འདི་ཡོང་དགོས་ཡོད་རེད། ཞེས་ཟེར། ལྟ་དེ་སྣང་ངོ་ནས་ལྟ་ང་ཚོ་གནད་དོན་གྱི་དེ་ལྟར་ལྟ་གྲུབ་དང་འབྲེལ་བའི་གནད་དོན་ག་ཡོད་རེད་ཟེར་བ་ཡིན་ལྟ་གྲུབ་དང་འབྲེལ་བའི་ཚན་རིག་གི་གནད་དོན་ག་ཡོད་ཟེར་བ་ཡིན་ན། དང་པོ་དེ། ཨ་ནི་ཚད་མའི་གནད་དོན་ཟེར་དེ་རེད། ཨ་ནི་ག་རེད་ཟེར་བ་ཡིན་ན་ལྟ་ང་ཚོ། ཚན་རིག་གི་རྣམ་གཞག་དེ་ག་འདྲ་ཞིག་གི་ཐོག་ནས་ཨ་ནི། ཚད་མའི་རྣམ། ཚད་མ་བསྐྱེད་ཐུབ་ཀྱི་རེད། ཚན་རིག་གི་ལམ་ལུགས་ངོ་ནས་ཚད་མ་ག་རེ་བསྐྱེད་ཐུབ་ཀྱི་རེད་ཟེར་འདི་གཅིག་བྱས། གཅིག་དེ། གནས་ལུགས་དང་འབྲེལ་བའི་གནད་དོན་ག་ཡོད་ཟེར་བ་ཡིན་ན། དེ་འདྲའི་གི་ཨ་ནི། འཆད་ཁྲིད་ཀྱི་གྲུབ་འབྲས་རྣམས་ཀྱིས་གནས་ལུགས་དང་འབྲེལ་བའི་མཇུག་འབྲས་ག་འདྲ་བྱུང་དགོས་རེད་ད་ནི་ང་ཚོས་འདི་ཡི་གེ་འདི་ཀློག་ཐུབ་ནའང་ལྷག་མེད་སྐོར་བཤད་མི་འདོད་ར། དེ་ནི་བཟང་སྤྱོད་དང་འབྲེལ་བའི་གནས་ལུགས་འདྲ་དེའི་དེ་འགངས་གལ་ཆེན་པོ་བྱེད་དགོས་ར། ཨ་ནི་འདི་གིས་བཟང་སྤྱོད་ལ་ནི་ཁྱད་ཁྱད་པའི་ད་ག་ལོག་རེད་ཁྱད་པར་ག་རེ་འདུག་རེད་ཟེར་རོ་ཞེས་ཟེར། ད་ནི་ད་དེ་གནང་ལོ་ནི་ང་ཚོར་ད་ནི་དམིགས་ཡུལ་གཙོ་བོ་ག་རེ་ལ་བ་ཡིན་ན་ད། ད་ལྟ་ང་ཚོ་ཚན་རིག་གི་ལྟ་གྲུབ་ཟེར་བུ་ཆུ་ད་ནི་སྦྱང་དགོས་དམིགས་ཡུལ་གཙོ་བོ་ག་རེ་ལ་ན། ཚན་རིག་གི་རྣམ་གཞག་ནང་ལྟ་ནུབ་ཕྱོགས་ཀྱི་ཚན་རིག་གི་རྣམ་གཞག་ནང་ལོགས་ལ་ལྟ་གྲུབ་ཀྱི་ཨ་ནི་རྫུན་མཚམས་དེ་ཚོའི་གི་བོད་ཆུ་ག་རེ་བཏང་ཐུབ་བཏང་གི་ཡོད་མེད་འོན་ཏེ་ག་རེ་བོད་ཆུ་ཞིག་བཅང་གི་ཡོད་རེད། ཨ་ནི་མཚམས་མཚམས་ལྟ་དེ་ནང་ལོགས་ནས་ང་ཚོ་ཅིག་ག་རེ་ཡོད་ཟེར་བ་ཡིན་ན་དྲི་བ་ཁ་ཤས་ལ་ནུབ་ཕྱོགས་ཀྱི་ལྟ་གྲུབ་སྨྲ་བ་རྣམས་ཀྱིས་ལན་འདེབས་ཚུལ་མི་འདྲ་བ་ཁ་ཤས་ཤིག་ཡོང་གི་ཡོད་རེད་ད་དེ་འདྲ་ང་ཚོ་རྗེས་ལ་ཡོང་ཆོག་གི་རེད་འོན་ཏེ་ལྟ་དེ་ནི་ང་ལྟ་ང་ཚོ་དེ་འདྲ་ལྟ་དེ་ང་ཚོ་འདྲ་གལ་མི་འདུག་རྗེས་ལ་ཞིབ་འཇུག་ཟེར། ད་ལྟ་དེ་ད་ལྟ་ཚན་རིག་གི་ལྟ་སྐུལ་དེ་རྒྱུ་ནི་ད་སློབ་ཕྲུག་བཅུ་གོ་འགྲོ་གོ་ན་དེ་ད་ང་ཚོ་ད་ལྟ་བར་དུ་ང་ཚོ་ག་རེ་འགྲོ་ན་ལག་ལེན་གྱི་ཚན་རིག་འདི་འགྲོ་ད་དེ་ནི་ང་ཚོ་རྣམ་གཞག་བྱེད་སྤྱོད་དང་ལྟ་གྲུབ་ཀྱི་རྣམ་གཞག་བྱེད་སྤྱོད་སྤྱི་ལ་བྱེ་བྲག་དཔོག་པ་ཟེར་ནས་སྤྱི་ལ་ཁྱད་པར་དཔོག་པ་ཟེར་ཞིག་ཅེས་ཁྲོ་བོ་འབྲུག་རུང་ཨ་ནི་རྣམ་གཞག་གཅིག་གཅིག་ག་ནི་བྱེ་བྲག་ལ་སྤྱི་དཔོག་པ་ཆེ་ངེས་དོན་ཨ་ནི་ར་སྤྲོད་བྱེད་སྟངས་དེ་ཆེ་ཨ་ནི་བྱེ་བྲག་ལ་སྤྱི་དཔོག་པའི་ལག་ལེན་བཟང་པོ་རྒྱུ་ཕན་ཚུན་ལྟོས་གྲུབ་ཨ་ནི་དངོས་བཤེར་བརྟག་དཔྱད་ཀྱི་རྣམ་གཞག་དེ་ཆེ། ཨ་ནི། རྒྱུ་ཡི་ཚུལ་ལ་གོ་ཆོད་ག་འདྲ་ཞིག་ཡིན་གྱི་རེད་ས་དེ་ང་ཚོའི་རིམ་པ་བཞིན་དུ་ཡོང་བའི་དེ་འདྲས་ཤིག་ཡིན། འོན་ཏེ་འདྲས་ཤིག་ཐུགས་རྗེ་ཆེ་ན།